ནས་ཚན་རིག་བླང་བྱ་གསུམ་པ་ལ་བཞུགས་པའི་ཚོགས་གཙོ་མཆོག་གི་གཙོ་རུ་འཛིན་པའི་ཚོགས་མི་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ཏུ། དེ་ནས་ད་ཁར་ཚང་གི་འཕྲོ་ནས་མར་ཡང་དེ་རང་སྐྱོང་བརྩམས་ཆོས་བཤད་རྒྱུའི་ཁུར་བཞེས་སྐད། བཤད་ཀྱི་ཡིན། དེ་རང་ཡིན་ན་ཡང་སོ་སོ་དུས་ཚོད་ཀྱི་ཁོམ་ལོང་གི་དབང་གིས་ཉེས་མིང་གང་ལ་དག་རྣམ་པ་ཚུགས་ཀྱི་སོང་ཞིག་ལ་མྱང་རྒྱུ་དང་དག་ཅིག་རང་ཉིད་ཀྱི་སྐད་ཆ་མ་རམ་ཁྲོ་ཆུང་རྒྱུ་དག་ནི་དེ་ནི། ད་ནི་དྲི་བ་དེ་འདྲའི་ཡོད་དམ་མེད་ད་དུ་སོགས་ལ་ཚང་མ་ལ་ཞིབ་འཇུག་བྱེད་རྒྱུ་གང་ཡང་དུས་ཚོད་རག་མ་སོང། གོང་དུ་དྲ་གྲོགས་གཅིག་གིས་གསུངས་ཕྱིར་མང་བོ་གཟུགས་སྣང་བཞག་འདུག་ད། ང་ལ་དྲི་བ་དེ་འདྲ་བཏང་བའི་མིན་པའི་རེ་བ་ཡོད། དེ་ནས་ད་ལྟ་མ་ལགས་པ་ཞིག་ལ་ཁར་གཙང་དྲ་གྲོགས་གང་མྱ་ངན་པ་ཡིན་ས་ཡོད་ཁོང་གི་ཁོང་གི་གསུང་བཤད་ཡོངས་སུ་རྫོགས་པ་མར་དང་ཤར་གསུང་ནོ། དེའི་ནང་ལོགས་ལ་ཅིག་གལ་སྲིད་ང་ལ་དྲི་བ་དེ་འདྲ་ཡོད་པ་ཡིན་ན་ངས་རྩ་བ་ཉིད་ནས་ཉན་ཐུབ། མ་བྱུང་བས། སྤྱིར་བཏང་དེའི་སྐོར་ཞིག་གོ་ད་ནངས་སྔ་དྲོ་ཞིག་ཞུ་རྒྱུ་ཟླ་ཙམ་ཞིག་བཏང་ཟིན་པ་ཡིན་ཏེ་ཡིན་པ་ཡིན་ན་ཡང་དེའི་ནང་ལོགས་ལ་གལ་སྲིད་དྲ་གྲོགས་ཁོང་གིས་གལ་ཆེན་པོས་གལ་ཆེ་བ་དང་གནད་འགག་ཆེ་བའི་དྲི་བ་དེ་འདྲ་ཡོད་ན་བསྐྱར་ལྡབ་ཞིག་གནང་བའི་རེ་སྐུལ་ཞུ་རྒྱུ་ཡིན་གལ་སྲིད་མེད་པ་ཡིན་ན་མེད་པ་རང་རེད་སྐྱོན་མི་འདུག། དེ་ནས་ད་ལྟའི་ནང་དེ་ལ་སོགས་པའི་དེ་ནས་དྲ་གྲོགས་གཞན་པ་གཅིག་གི་གསུང་བཤད་ཅིག་གནང་འདུག་དེ་ད་ལྟའི་ང་སྙན་རྒྱུད་གོ་སྐབས་བྱུང་མ་སོང་སྙན་རྒྱུད་དུས་ཚོད་རག་མ་སོང་ལྟོས་ཤིག་དེ་གི་ཕར་ཆེར་ད་ང་ངས་བཤད་བཞིན་པའི་སྒྲོག་ལང་གི་ཇོ་བཞིན་དེའི་སྐོར་སྨིན་པའི་རེ་བ་ཞིག་ཡོད། ལྟོས་ཤིག་དེ་གི་ད་སོགས་ད་ལྟ་ཁོང་གི་བཀའ་འབར་ལ་མ་ཉན་པར། བཀའ་ཆོས་དེ་མར་འཕྲོ་བྱུང་གི་ཡོད། དེ་ནས་གོང་དུ་དྲ་གྲོགས་ཁ་ལོ་བ་ལགས་ཀྱི་དག་ལ་ད་བར་བར་ནས་ཐོག་མ་ཁ་ཤས་ཅིག་གསུངས་བཞག་འདུག་དེ་ལ་དྲ་གྲོགས་བོད་ལ་འགྲོ་ལགས་ཀྱི་དེ་ནས་བཀའ་ལན་ཟིག་གནང་བཞག་ཡོད་པ་དེ་ལྟར་དུ་ང་རང་ཡང་དེ་ལྟར་དུ་བསམ་གྱི་འདུག་ད་ཁོང་གི་ག་རེ་གསུངས་ཡོད་རེད་ཟེར་བ་ཡིན་ན་ད་ཆུ་ལས་བྱུང་བ་ཡིན་ནམ། བར་པ་བར་མ་གང་རུང་གིས་སྤྲུལ་པའི་སྒྲ་ཞིག་ཡིན་པས་ཁྱབ་ཟེར་བ་དེ་འདྲས་ཤིག། ད་དེ་འདྲས་ཅིག་བཟང་ཡོད་པ་དེ་ནས་དེ་ལ་བོད་ལ་འགྲོ་ལབ་དུ་མཆོད་ལས་བྱུང་བ་ཡིན་ན་མཆོད་ཐུབ་དགོས་པས་མ་ཅིག་དཔེར་ན་བོད་པ་བཞིན་ནོ་ཟེར་བ། བ་དེ་འདྲས་ཅིག་བཟང་བ་དེ་རེད་ད་ད་ག་རང་རེ་ངས་ཀྱང་དེ་འདྲས་ཤིག་འདོགས་ཀྱི་ཡོད་རེད། དེ་ནས་དེའི་ཐོག་ལ་ད་སྨོན་འབེབས་ཅིག་རྒྱབ་ཡ་ཞིག་ལ་ཡ། ད་ཆོས་ཉིད་མགུར་གྱི་ཡོད་པ་ཙམ་གྱིས་ཆོས་ལས་བྱུང་བ་བཞག་མེད་ཟེར་རྒྱུར་དེ་ཡིན་ད། ཆོས་ལས་བྱུང་བའི་དབྱངས་ཟེར་བ་དེ་ཆོས་ཡིན་གཅིག་མི་འཇུག་མཛོག་མཛོག་བྱེད་དགོས་པ། ཆོས་ཟེར་གོར་གོར་དག་དག་ཟེར་མཛོག་མཛོག་བྱས་ནས་རུག་རུག་བྱེད་དགོས་པ། དེ་ནས་ཞིག་བཞག་ཡོད་མ་གཏོགས་དེ་ནས་སྐབས་རེ་དཔེར་ན་ད་དབྱངས་ཨི་ལ་སོགས་པ་དེ་འདྲའི་ཁ་ཤས་ཁ་ཤས་ཤིག་ཆོས་ཁ་ཤས་ནས་རང་ཆོས་བསྒྲབས་ནས་ད་དེ་ལ།

ཕྱིར་བཅད་པའི་སྒོ་ནས་ཡང་འདོན་པའི་འདོན་དགོས་པའི་དབྱངས་རྟ་ཨི་གི་ཞབས་ཁྲག་སུ་གྱུར་པའི་དེ་འདྲའི་དབྱངས་དཀར་དཀར་ཞིག་ཡོད་པ་དེ་ཚོ་མཆུ་ལས་བྱུང་བའི་དབྱངས་རྟགས་མེད། ལྕེ་དང་ནི་ལྕེ་ལས་བྱུང་བའི་དབྱངས་དེ་འདྲའི་རྟགས་ཡོད། སྤྱིར་བཏང་དབྱངས་ལ་འབྱུང་ཁུངས་གསུམ་ཡོད་པ་མུས་པ་ལས་བྱུང་བ་ལྕེ་ལས་བྱུང་བ་མཆུ་ལས་བྱུང་བ་ཟེར་ནས་འབྱུང་ཁུངས་གསུམ་ཡོད་པ་དེ་འདྲའི་ཅིག་བཤད་ནས་དེ་ནས་མུས་པ་ལས་བྱུང་བ་དེ་ཨ་ལ་སོགས་པ་ད་ལྟའི་རིགས་སུ་གྱུར་པ་དེ་ནས་ཞབས་ཁྲག་ཁ་ཤས་ཅིག་ཡོད། མདོར་བསྡུས་ན་དབྱངས་ཉི་ཤུ་ཐམ་པ་དེ་ད་དེ་འདྲའི་ཆེ་ནས་ཡོད་དེ་ནས་ད་འབྲི་མོ་དང་གུ་གུ་གཉིས་དེ་སྐྱེས་ལས་བྱུང་བའི་དབྱངས་ཟེར་ནས་སུ་ཡོད་དེ་ནས་དེ་འདྲའི་ཡི་དེ་གི་ད་སྐྱེས་ལས་བྱུང་བའི་དབྱངས་དེ་ཚོ་གི་ནང་ལོགས་ལ་ཆོས་གི་སྡོད་སྟངས་དེ་རང་བབས་སུ་མེད་པར་ཕྱིར་ཁྱེར་དགོས་པ་དེ་ཁྱེར་ནས་འདོན་དགོས་པ་ཡི་དེ་འདྲའི་གི་དབྱངས་དེ་འདྲའི་ཁར་ཁར་ཡོད་དེ་ད་དེ་འདྲ་ངས་འདི་ནས་མར་བཤད་དགོས་ན་བརྗོད་མི་ཤེས་གི། བློ་གཅིག་གི་ཐོག་ནས་འགུལ་རིས་ཀྱི་ཐོག་ནས་རི་མོ་བྲིས་ཆོག་ཡོད་ན་ཧ་ཅང་ཧ་ཅང་སྟབས་བདེ་བོའི་ཐོག་ནས་བཤད་བདེ་བ་གཅིག་ཡོང་གི་རེད་འོ་ད་དེ་འདྲའི་བྱེད་དུས་བརྩམས་པ་ཡིན་ན་ཡང་གང་ལྟར་དེ་འདྲའི་ཞིག་ཡོང་གི་ཡོད། དེ་ཚོ་དེ་ཚོའི་སྐབས་སུ་ཁྱོད་ལ་འགུལ་སྐྱོད་ཡོང་གི་ཡོད་དེ་ཡིན་ན་ཡང་དེ་ལ་ཁྱོད་ཡིན་ན་ཁྱོད་ལས་བྱུང་བའི་དབྱངས་ཟེར་ནས་མིང་བཏགས་མེད། ཁྱོད་ལས་བྱུང་བའི་དབྱངས་ཟེར་བ་དེ་ད་གོང་དུ་ཞུས་པ་ནང་བཞིན་ཡིན་གཅིག་མིན་གཅིག་ཁྱོད་འཛུགས་འཛུགས་ཤིག་ནས་བྱུང་བའི་དབྱངས་དེ་ལ་ད་ཞབས་ཕྱི་དང་ནི་རོ། ཤ་བཅུ་དང་སྣར་བུ་གང་རུང་གི་རིགས་སུ་གྱུར་པའི་དབྱངས་དེ་དག་ལ། དེ་ནི་ཆུ་ལས་བྱུང་བའི་དབྱངས་ཟེར་ནས་མིང་བཏགས་ཡོད་ཟེར་ནས་ཞུ་ཡ་ཡིན། དེ་ནས་ཤ་བཅུ་དང་དབྱངས། ཤ་བཅུ་དང་སྣར་བུ་ཁོངས་སུ་བསྡུ་དགོས་ཟེར་བ་ཅིག་དེ་འདྲས་ཤིག་ངས་བསླབས་ཡོད་དེ་ཡིན་ན་ཡང་ཁོངས་སུ་འདུ་གི་རེད་ཟེར་ཡ་དེ་འདྲས་ཅིག་ཁོང་གི་དྲ་གྲོགས་ཁོང་གི་གོ་ནོར་ཐེབས་སོང་བསམ་བསམ་ཅིག་བྱུང། ཁོང་འདུ་གི་རེད་ཟེར་ན་ད་ཡག་པོ་ཅིག་དེ་ཙམ་བཤད་ན་མི་ཞིག་གི་ཐག་མི་ཆོད་གི་བར་གྱི་འདུ་གི་རེད་ལབ་ན་ཅིག།

ངས་དེ་ན་ཤར་ནས་མི་འགྲིག་གི་བསམ་གི་ཡོད་ད་དེ་ཤོད་འགྲོ་ལྟ་བུ་ཅིག་ཡིན། ཨ་ཡ་དེ་ནས་ད་དེ་རང་ཡང་སྤྱིར་ཁ་རྩང་བཏང་བཞག་པའི་གི་རེ་མིག་དེ་བསྐྱར་དུ་ཆུ་བཏང་བ་ཡིན། ད་ཁ་རྩང་བཏང་བཞག་པ་ཡིན་ཚང་རྣམ་པ་ཚོ་ལ་འདི་རང་གི་ཐོག་ནས་ངོ་སྤྲོད་བྱས་པ་ཡིན་ན་ཅུང་ཙམ་ཞིག་ད་ཅིག་མགོ་འདྲ་ཞིག་ཚུགས་ཟིན་ན་ར་འདྲ་ཞིག་འཕྲོད་བདེ་ཡག་ལ་ཕན་ཐོག་ཨེ་མ་ཡོད་བསམ་ནས་ཟླ་བ་རང་བསྐྱར་དུ་བསྐྱར་དུ་བྱས་ནས་བཏང་ནས་རྣམ་པ་ཚོ་ལ་ད་ངས་དྲིས་བཞག་ཡོད་པའི་གི། སྒྲ་སྒྲུབ་རིག་པའི་རྣམ་གཞག་ལྟར་སྒྲ་ཡི་རྣམ་གཞག་དེ་འཆད་པའི་འབའ་ཚུལ་ཞིག་ཡོད་དེ་ཞེས་དེའི་ལྟ་ཚུལ་དེའི་ཆེད་དུ་ཁྱེད་ལ་རྣམ་པ་ཆེ་རྣམ་པ་ཚོ་ལ་རེའུ་མིག་ཏུ་བཏང་བ་ཡིན་ད་གར་ཚང་རེའུ་མིག་ཏུ་གཏང་དགོས་པའི་རྒྱུ་མཚན་དེ་གནས་མི་འདྲ་བ་དགུ་ཡོད་པར་དགུ་བཤད་ཀྱི་ཡོད་པ་དེའི་འགྲེལ་བཤད་རྒྱག་པའི་ཆེད་དུ། ཨ་རིས་མིག་འདི་བཏང་བ་རེད། ད་དེ་རང་ཡིན་ན་ཤེས་པ། ད་ནི་ཤེས་པ་རྩོལ་བ་ཟེར་ནས་བཤད་ཡོང་པའི་སྐབས་སུ་ཤེས་པ་ཟེར་བ་དེ་ལ་འགྲེལ་བཤད་རྒྱག་པའི་ཆེད་དུ། ཨ་རིས་མིག་འདི་བཏང་བ་ཡིན་ཟེར་ནས་ཞུ་རྒྱུ་ཡིན། ཡ་དེ་ནི་ད་དུ་ཡང་ན་ཤེས་པ་ཟེར་ན་ག་འདྲ་ཞིག་ལ་གོ་བོ་ཡོད་རེད་ཟེར་ནས་བཤད་ཡོང་པའི་སྐབས་སུ་ད་ང་རང་གི་བསམ་ཚུལ་བྱས་པ་ཡིན་ན་བསམ་ཚུལ། བྱས་པ་ཡིན་ན་ད་ང་རང་གི་སྤྱིར་བཏང་ད་ཤེས་རྒྱ་ཡོད་འདུག་ཆུང་སོང་བ་ཡིན་རྒྱུ་རེད་ཡིན་མདོག་ཁ་བོ་རེད་དེ་ནི་ཡིན་ན་ཡང་ད་ཅིག་ཤེས་པ་ཤེས་པ་ཟེར་བ་ཅིག་བཤད་དུ་བཞག་གི་ཡོད་ནི་རེད་དེ་ནི་ཡིན་ན་ཡང་འདི་འདྲ་ཞིག་ལ་ཤེས་པ་ཟེར་གི་ཡོད་རེད་འདི་ལས་གཞན་ནི་ཤེས་པ་ལ་གོ་རྒྱུ་མིན་ཟེར་ཡ་དེ་འདྲའི་གི་ཚད་ངེས་དོན་ཚད་ཐིག་ངེས་ཅན་ཡོད་པའི་དེ་འདྲའི་གི་ཐ་སྙད་ཅིག་ཡོད་ཚོད་ཨེ་ཡོད་ར་བསམ་གི་འདུག་ཧར་ཅིར་མེད་པའི་ཁུར་བྱས་ནས་གང་ལྟར་ཤེས་པ་ཟེར་བའི་གི་དོན་དག་དེ་ཡང་ངེས་དོན་བཟོས་ནས་ངས་དེབ་འདིའི་ནང་ལོགས་ལ་བཤད་པའི་ཁུར་བྱས་ཡོད། དེ་ཞིག་རིགས་ལྟ་ཚོད་ལྟ་བྱེད་པ་ཟེར་བ་དེ་ལ་ཡང་སྤྱིར་བཏང་མང་གཅིག་ཡིན་པ་ཡིན་ན་ཡང་དོན་དག་གཉིས་ལ་འཇུག་དགོས་ཡ་ཞིག་གམ་ཡང་ན་དོན་དག་གཉིས་ལ་འཇུག་པ་རང་ཨང་མ་རེད་ཟེར་ན་འགྲིག་གི་འདུག་ད། འོ་ཡ་ད་དེ་ཅི་རིགས་ལྟ་ཚོད་ལྟ་འོ་ན་ད་ཁྱོད་རང་གི་བྱེད་པ་ཟེར་བ་དེ་ག་འདྲ་ཞིག་ལ་གོ་གི་ཡོད་ཟེར་བ་ཡིན་ན། དེ་ནི། ད་གནས་ཡིག་ཟེར་བ་ཁར་སང་ངོ་སྤྲོད་བྱས་པ་དེ་དེ་ལ། ཡང་བསྐྱར་དུ་མ་གཞི་ནས་ད་ནིའི་གི་རི་མོ་དེ་བསྐྱར་དུ་ཅིག་བཏང་ན་ཡག་ས་རེད་བསམ་གི་འདུག་ངས་བསྐྱར་དུ་ནིའི་གི་རི་མོ་དེ་ཅིག་བཏང་གི་ཡིན། ད་ལྟ་སྤྱིར་བཏང་འདི་ཁར་སང་བཏང་ཟིན་པ་རེད་གོང་གི་པར་འདི་གཉིས་ཀ་ཁར་སང་བཏང་ཟིན་པ་རེད་ཡང་རྣམ་པ་ཚོ་ད་ཁར་གཅིག་བཏང་ཟིན་པ་ཅིག་བསྐྱར་དུ་བཏང་ནས་ད་ངའི་ངའི་ཁ་པར་འགག་འགྲོ་གི་འདུག་དགོངས་མཁན་ཡང་ཡོད་མི་སྲིད་པ་མ་རེད་དེ་ཡིན་ན་ཡང་ད་རེ་བཟུང་རེ་བཟུང་གི་རེ་བཟུང་རེ་བཟུང་ཟེར་གྱི་མི་རེད་མང་པོ་ཞིག་གིས་ད་ང་ཚོ་འདིའི་ནང་ལོགས་ལ་ཚོགས་མི་བཞི་བརྒྱ་དགུ་བཅུ་ལྷག་ཟིག་ཡོད་དགུ་བཅུ་སྐོར་ལྔ་ཡོད་རེ་མར་ཟིག་ཡོད་དེ་ཚང་ཚོ་དེ་ནས། རང་རང་གི་ལྟ་ཅི་ཁ་པར་ནང་ལོག་ན་སྙན་སིན་པ་ཐམས་ཅད་དུ་སྡེབ་སུ་བྱས་ནས་བཤད་གི་ཡོད་པ་དེ་འདྲས་ཧ་ལམ་རྒྱ་ཁྱ་ད་མང་ཤོག་ཅིག་ངེས་པ་རེད་བསམ་གི་འདུག་དེ་བྱས་དུས་ད་སོ་ཁར་ཙང་བཏང་བའི་རི་མོ་དེ་ཚོ་དེ་རང་ཡོད་རྒྱུ་མ་རེད་བསམ་གི་མེད་མཁན་དེ་ཚོ་གི་ཆེད་དུ་ངས་ཕུར་བ་ཡིན་དུས་མ་གཏོགས་ཁ་ཙང་བཏང་བཞག་པ་ད་ག་རང་རེད་འདི་ལ་བསྐྱར་དུ་གཏོང་དགོས་པའི་རྒྱུ་མཚན་ཅང་ཡོད་ནི་མ་རེད་འོ་དེ་ངས་ཟུར་དུ་ད་ཞོར་འཁྲུག་གི་གསར་བཤད་ཞིག་གི་ཚུལ་དུ་ཕུར་བ་བཤད་པ་ཡིན། དེ་ནས་བདག་འདིའི་ཐོག་ལ་རྣམ་པ་ཚོ་གཟིགས་གདའ། དེ་ནས་ནག་ཐིག་ནག་ཐིག་བྱ། ཡོད་པ་དེ་དང་པོ་རེད་ད་ནག་ཐིག་དང་བོ་ནག། ད་ནག་ཐིག་དང་བོ་གཉིས་པ་ཟེར་གྱི་མི་འདུག་ད་ནག་ཐིག་ཆ་ཆ་གཅིག་ནས་ངོས་འཛིན་བྱེད་དགོས་ནི་རེད་ཆ་གཅིག་ལ་ངོས་གཅིག་གཉིས་གཅིག་གི་ངོས་བཟུང་ཡོད་ནི་རེད། དཔེར་ན་རྒན་རྣམ་པ་རྣམ་པ་ཚོ་གཟིགས་གདའ། མི་ཕ་ལ་བྲེལ་བ་ཟེར་དགོས་ན་ད་མི་ཕ་ཟེར་དགོས་ལ་དེ་ནས་ཨ་ཞང་གི་ཡོལ་བ་ཡོད་ཙང་དེ་ལ་ནག་ཐིག་གཅིག་བཟོས་ཡོད་རེད་དེ་ནག་ཐིག། གཉིས་ཡོད་པ་ཧ་ནང་ས་དང་སོ་ནང་ས་གཉིས་ཡོད་པ་ཉེར་སུམ་གཉིས་ཀ་ལ་གཉིས་ཡོད་པ་དེ་གཉིས་ཀ་གཉིས་ཀ་བསྡོམས་ནས་གནས་གཅིག་ལ་ངོས་བཟུང་ཡོད་རེད། བྱས་ཙང་དེ་ལ་ཨ་ནེ་ཨང་ཀི་གཅིག་ལམ་ནས་བྲིས་འདུག་བ་དེའི་འཕྲོ་གུ་དེ་ལ་ད་ང་ཚོས་ཁར་ཁུར་ན་མེད་པའི་ཁར་ས་ཡིག་ཐོག་ན་འདོན་རྒྱུ་མེད་པའི་ཡིག་ཐོག་ལ་མཚོན་རྟགས་མེད་པའི་ཐོན་མིའི་སམ་བུ་དྲ་གི་རྟགས་གཟུགས་མེད་པའི་སྒྲ་ཁ་ཟེར་བ་དེ་ཁ་སྒྲ་ཧ་ཧ་ཟེར་བ་དེ་ཚོ་དྲངས་ཏེ་འདོན་ས་གི་སྒྲ་ཡི་ཁར་ས་ངེས་ཅིག་ཞུས་ཡིན་པ། འོ་དེ་ལ་ཡང་ད། ལ་སྟང་ཞིམ་གཉིས་འདུག་བ། དེ་ནི་མ་རེད་སོང་ནས་ཚང་མ་ལ་སྟང་ཞིམ་གཉིས་གཉིས་ཡོད་རེད། སྟང་མ་ཞིག་དང་སྒང་མ་ཞིག་དང་འོག་མ་ཞིག་གཉིས་ཡོད་རེད། ཡང་མིན་ན་ཡང་མགོ་ནས་བསྐྱར་དུ་ཞུས་པ་ཡིན་ན། ཀ། ཀ་གི་ངོས་ལ་ཡོད་པ་གཅིག་དང་ཀྱེ་གི་ཐོག་ལ་ཡོད་པ་གཅིག་གཉིས་ཡོད་རེད། ད་བ་ནང་བཞིན་དུ་མཆུ་ལ་མཚོན་པ་ཡིན་ན་མཆུ་གི་ཡམ་གྱི་ངོས་ལ་ཡོད་པ་དང་མམ་གྱི་ངོས་ལ་ཡོད་པ་གཉིས་ནག། ནག་ཐིག་གཉིས་ཡོད་པ་དེ་ཚོ། གཉིས་ཀ་ཆ་ཆ་ཞིག་ནི་རེད། གནས་གཅིག་ལ་ངོས་འཛིན་དགོས་ཡོད་རེད་དཔེར་ན། ཕྱོགས་ནི་བར་ནི་ལྟ་བུ་ལ་ཆ་མཚོན་པ་ཡིན་ན་ད་དེ་ཁྱོད་ལས་བྱུང་བའི་གི་ཡི་གེ་དུ་གསུམ་ཡོང་ས་དེ་རེད། དེ་ལ་གཡའ་དྲུག་དང་མ་དྲུག་ཟེར་ནས་ནི་དེ་ལ་མིང་ཡང་དེ་འདྲའི་བཏགས་ཡང་ཡོད་ལ། གང་ལྟར་གཡའ་དྲུག་གི་ངོ་བོའི་ནག་ཐིག་དེ་དང་མ་དྲུག་གི་ངོ་བོའི་ནག་ཐིག་དེ་དེའི་བར་གི་སྟོང་ཆ་དེ་གསུམ་ཀ་ལྷན་དུ་འཛོམས་པའི་གི། ཚོགས་པ་དེ་ལ། བར་ནི་ཟེར་ནས་མིང་བཏགས་ཡོད་བར་ནི་ཞེས་པའི་ཐ་སྙད་དེ་གི་གོ་དོན་འགྲེལ་བཤད་རྒྱབ་པའི་སྐབས་སུ་ཡང་དེ་འདྲས་བྱས་ནས་འགྲེལ་བཤད་རྒྱབ་ཡོད་ཤོད་ཀྱི་ཡིན་ད་ག་ནང་བཞིན་དུ་གནས་གཞན་པ་དང་ཚོ་ཡང་དེ་འདྲ་ལྟར་བྱས་ནས་རིགས་འགྲེལ་བཤད་དགོས་པ་རེད། འོ་དོད་བྱས་པའི་སྒྲ་ཚོགས་དག། དེ་ནས། ད་རྣམ་པ་ཚོ་གཟིགས་པ་ནང་བཞིན་ད་གནས་རེ་རེ་ལ་ཆ་རེ་ཡོད་དེ་བརྩམས་པ་དང་བཅས་ཐོག་གི། ས་ཆ་གོར་གོར་དེ་དང་སྐར་ངོ་ས་ཆ་གོར་གོར་དེ་གཉིས་འཕྲད་དགོས་ཀྱི་ཡོད་རེད། བྱས་ཙང། ཤེས་པ་ཟེར་བ་དེ་དེ་འཕྲད་པའི་གི་བཤད་མགོར་དེ་ལ་ངས་ཤེས་པ་ཟེར་ནས་འབོད་ཀྱི་ཡོད། བཏབ་པའི་ཆ་བཞག་པ་ཡིན་ན་ག་ནི་གི་ལྟ་བ་ག་ནི་ལྟ་བ་ལ་ཆ་མཚོན་པ་ཡིན་ན་གནས་གསུམ་པ་ངས་ངོས་འཛིན་བྱས་ཡོད་རེད་གནས་གསུམ་པ་ལ་བཞག་ཡོད་རེད། གནས་གསུམ་པ་བཞག་ཡོད་པ་ཡིན་ཙང་རྣམ་པ་ཚོ་གཟིགས་པ་ཡིན་ན་དེ་ན་ཨང་གང་ཨང་གྲངས་གསུམ་པ་ཅིག་ཡོད་པའི་ལྕེ་ཐོག་ན་ཡོད་པའི་གི་ནག་ཐིག་གོར་གོར་ས་ཐིག་དེ་དེ་སྐ་ངོས་ལ་ཡོད་པའི་དེའི་ཐད་དུ་ཡར་མདའ་བཏང་ནས་ལྟག་རྒྱབ་བཞག་འདུག་བ། བ་དེ་སྐ་ངོས་ལ་ཡོད་པའི་ནག་ཐིག་གོར་གོར་དེའི་ཐོག་ལ་ཡར་སྦྱར། ཡང་ཡང་ན་དམ་གྱིས་སྦྱར་བ། ལྷོ་རྒྱུད་རྒྱལ་བ། མི་རྒྱུད་བར་ཅུང་སྙན་ཙམ་བཤད་པ། འོ་ད་དེ་འདྲས་བྱས་ནས་གང་ལྟར་དུས་ཤོག་ལ་འགུལ་སྐྱོད་ཤིག་བྱེད་དགོས་ཀྱི་ཡོད་རེད་ཅེས་དེ་དུས་ཤོག་ལ་འགུལ་སྐྱོད་ཤིག་བྱེད་དགོས་ཀྱི་ཡོད་རེད། འོ་དེ་འདྲ་བའི་འགུལ་སྐྱོད་དེ་ལ་ཤེས་པ་ཟེར་ནས་མིང་བཏགས་ཀྱི་ཡོད་ཟེར་ནས་རྣམ་པ་ཚོ་ལ་བལྟ་ས་ཅི་གར་སོང་ད་ཤེས་པ་ཟེར་ཡ་དེ་གོ་དོན་རྡོག་རྡོག་ཡང་ཡང་ག་འདྲ་ཞིག་ལ་གོ་གི་ཡོད་རེད་ཟེར་ན་དེ་འདྲས་ཞིག་ལ་གོ་གི་ཡོད་ཟེར་ངས་ངས་ཤེས་པ་ཟེར་བ་དེ་དེ་འདྲས་ཞིག་ལ་གོ་གི་ཡོད་ཟེར་གྱི་ཡིན། ཁྱོད་ལ་མ་བསམ་བློ་བཏང་བ་ཡིན་ན་ད་ཡར་འགྲོ། མ་དྲུག་དང་ཡར་དྲུག་ལ་ཡང་མགུར་གོ་བའི་མགུར་མགུར་ཁྱོད་དང་གོ་བའི་ར་བ། ད་ཅེས་ལ་རྐང་གི་ངོ་དང་རྐང་དང་ཅེས་ལས་བྱུང་བའི་ཡི་གེ་དོན་ཚོགས་ལ་མཚོན་པ་ཡིན་ན་རྐང་ལ་མགུར་ཚུལ་རྒྱབ་ཡོང་བ་ག་ཡོད་ཀ་མ་རེད་རྐང་རང་ཅག་བསྡད་དུ་ཡོད་རེད། ཅེས་དེ་ཡར་རྐང་ཕྱོགས་ལ་མགུར་ཁྱོད་དང་གོ་བའི་ར་བ། བྱས་ཙང་ཅེས་སྒྲ་མི་གང་ཡང་རུང་བ་ཞིག་ག་མི་སྲིད་མི་མེད་མི་འདུག་ཡི་གེ་གང་ཡང་རུང་བ་ཞིག་གི་སྒྲ་འདོན་པའི་ཆེད་དུ་ཅེས་དེ་རྐང་གི་ཕྱོགས་ལ་མགུར་ཁྱོད་ཞེས་པའི་ཞེས་པའི་གི་ཤ་མགུར་དེ་ལ། ཤེས་པ་ཟེར་ནས་མིང་བཏགས་ཀྱི་ཡོད། འོ་དེ་ཅིག་ཤོད་རྒྱུ་ཡིན། ད་དེ་འདྲའི་བྱིས་པ་ཟེར་ནས་མིང་བཏགས་ཡོང་དུས་བརྩམས་པ་དེ་འདྲ་བའི་བྱིས་པ་དེ་ལ་དབྱེར་དགུ་མི་འདྲ་བ་གཉིས་འཇོག་དགོས་འཇོག་དགོས་བྱུང་སོང་ཞེས་བརྗོད་ཡིན་ད་འོང་དེ་ལ་ད་ད་དབྱེར་དགུ་དང་བོ་ག་རེ་བྱས་ན་འགྲིག་གི་འདུག་ད་དབྱེར་དགུ་གསུམ་དུ་དབྱེ་བ་དེ་ལ་བྱིས་པ་དབྱེ་ན་དེ་ནི་ད་བྱིས་པ་དམ་དུ་དབྱེ་བ་བྱིས་པ་མ་རེད་ད་བྱིས་པ་དམ་པ་བྱིས་པ་ལྷོད་པ་བྱིས་པ་ཡང་བ་ཟེར་ནས་ད་བྱིས་པ་བྱིས་པ་མི་འདྲ་བ་གསུམ་འཇོག་གི་ཡོད་རེད་ད་ནི་ཐམས་ཅད་ལ་དེ་ལྟར་འཇོག་ཆོག་གི་ཡོད་རེད་རིགས་འགྲེ་བྱེད་སྟངས་བ་ཡིན་ན་ཁ་ནང་ནས་དགྲམ། མི་འདྲ་བ་ཅིག་གསེར་གསེར་ཐོང་ཐང་ཞིག་སྤུ་རིས་སོ་སོར་སོ་སོ་བ་ཞིག་འབྱེད་ཐུབ་ཁོ་ཡོད་གྲང་མེད་གྲང། རིགས་འགྲེ་གི་ཐོག་ནས་རིག་པ་དང་ནི་དེ་འདྲ་ཞིག་འདོན་ཆོག་པ་ཞིག་གལ་སྲིད་ཧ་ཅང་སྐྱེས་སྟག་མོ་སྐྱེས་མྱུར་མོ་ངག་རབ་ཏུ་བྱང་བའི་གི་མི་ཞིག་གི་དེ་འདྲ་སྒྲ་མི་འདྲ་བ་གཉིས་སོ་སོར་འབྱེད་འདོན་ཐུབ་སྲིད་གི་རེད་ཟེར་ཡ་དེ་འདྲའི་གི་རྟགས་པ་མཐའ་བཟང་གི་དེ་འདྲའི་གི་སྒྲ་དེ་འདྲ་ཡང་བཟོ་ཆོག་གི་རེད་ལ། ད་ངས་སྒྲ་རྟགས་སྒྲ་རྟགས་ཟེར་བསྡད་པ་དེ་ཡང་དེ་འདྲའི་སྐབས་སུ་དེ་འདྲའི་བཟོ་ཆོག་གི་ཡོད་རེད་ད་དེ་ཚོ་འཁྲུག་འགྲོ་གི་འདུག་དེ་ནི་མར་འགྲོ་མི་དགོས་པ་ཅི། ད་དེ་འདྲའི་བྱས་ཏེ་བརྩམས་པ་ད། ཕར་ཆེར་རྣམ་པ་སོ་གཅིག་བྱས་ན་རྟགས་ཐུག་ལ་བར་ཚིག་གསར་བུ་རེ་རེ་ཆགས་ཡོང་གི་ཡོད་པའི་རེ་བ་ཡོད་དཔེར་ན་ཀ་བལྟ་བ་ཞིག་ལ་འདོམས་པའི་ཚེ་ལ། འདོམས་པའི་ཚེ་ན་ད། ལྕེ་ཐིག་ལྕེ་གི་ཐོག་ལ་ཡོད་པའི་ནག་ཐིག་གཉིས་པ་དེ་རེད། ལྕེ་ཡོང་གི་ནག་ཐིག་གསུམ་པ་དེ་རེད་ད། ཀ་དེ་ནི་གསུམ་པ་ནས་བྱུང་བ་ཡིན་ངེས་ལབ་གི་ཡོད་པ་ཡིན་ཙང། ལྕེ་ཡོང་གི་ད་ནི་ཆ་ནས་ཁོག་པ་ནས་དབྱེ་ར་བརྩིས་པས་གསུམ་པ་དེ་རེད། ལྕེ་ཐོག་ནས་རང་གི་ལྟོས་ནས་བལྟས་པ་ཡིན་ན་གཉིས་པ་དེ་རེད་རྐང་གི་ངོས་ནས་བལྟས་པ་ཡིན་ན།

སྒོར་ཁྱི་རྒྱག་གོག་ཡོད་རེད་དེ་འདྲ་བའི་ནག་ཐིག་འཁོར་ལྕེ་ཐོག་གི་ནག་ཐིག་འཁོར་སྒོར་གྱི་ས་ཆ་ཤས་དེ་རྐང་ཐོག་གི་ནག་ཐིག་རྙེད་པའི་ཆ་ཤས་དེ་ལ་སྒོར་ཁྱི་ཞེས་པའི་སྐབས་སུ་རྐང་ངོ་གི་ནག་ཐིག་འཁོར་སྒོར་ཆ་ཤས་གཉིས་པ་འཁོར་སྒོར་གཉིས་པ་དེའི་ཐོག་ལ་དམ་གྱིས་ཐུག་པ་ཞིག་ཡོད་རེད་དམ་གྱིས་ཐུག་པ་ཞིག་ཡོད་རེད་ད་རྦད་དེ་ཐུག་པ་ཞིག་དེ་པར་ནས་དབུགས་འགྲོ་མི་ཐུབ་པ་ཞིག་རླུང་ལ་སོགས་པ་གང་ཡང་སྒྲ་དང་གང་ཡང་རོ་ང་གང་ཡང་འགྲོ་མི་ཐུབ་པ་ཞིག་ཡོང་གི་ཡོད་རེད་ད་རླུང་འགྲོ་མ་ཐུབ་ན་སྒྲ་ཡང་འགྲོ་འགྲོ་ཐུབ་ཀི་མ་རོ་དེ་འདྲའི་ཆེད་དུ་གསར་མ་འགྲོ་མི་ཐུབ་པའི་གནས་སྐབས་ཅིག་ཡོང་གི་རེད། དེ་འདྲ་བའི་གནས་སྐབས་དེ་ལ་ཤེས་པ་དམ་པ་ཟེར་ནས་མིང་བཏགས་ཡོད། ད་དེ་ཀ་ལ་སོགས་པ་དེ་ཚོ་དེ་ད་ཤེས་པ་དམ་པ་རེད། ད་ད་ལྟ་ངས་འདི་ལ་རྣམ་པ་ཚོ་ལ་ངུ་ཁྲི་ཡག་པོ་ཞིག་འཕྲོད་ངུ་ཡག་པོ་ཞིག་འཕྲོད་པའི་ཆེད་དུ་ཡང་ན་རང་ཉིད་ཀྱི་ད་གསར་བཤད་གསར་བཤད་བྱེད་སྟངས་དེ་ཅིག་ཁར་སོགས་རེད་ཆ་ཆུ་ཞིག་མཚོན་པའི་ཆེད་དུ། ཀརྡེ། ཀརྡེ་གི་གནས་དེ་གཞུ་བཞག་བྱས་ནས་ཞུ་གི་མིན། ཅརྡེ་གི་གནས་དེ་གཞུ་བཞག་བྱས་ནས་ཞུ་གི་ཡིན། དེ་ལྟར་ཞུས་པ་ཡིན་ན་གཅིག་གི་སྔོན་འཕྲོས་ཀྱི་ཡང་ཕན་ཐོགས་ཡོང་གི་རེད་བསམ་གི་འདུག་གང་ཡིན་ཟེར་ན་ཀརྡེ་གི་གནས་ནི། གང་ཡིན་ཟེར་བ་ཡིན་ན་ཀརྡེ་གི་གནས་ལས་དམ་ལྷོད་ཡངས་སེམས་སོ་སོར་ལ་སོ་སོར་ཐོན་པའི་སྐད་མི་དེ་འདྲའི་འཇོག་རྒྱུ་ཡོད་མ་རེད། དེ་འདྲའི་བྱས་དུས་བརྩམས་པ་སྐད་མི། གཞིར་བཞག་དཀར་ས་དཀར་ལྡེ་གི་གནས་ཀྱི་སྒྲ་དེ་སྒྲ་གཞིར་བཞག་བྱས་ནས་མ་བཤད་པར། ཆར་ལྡེ་གི་གནས་ཀྱི་གཞིར་བཞག་བྱས་ནས་སྒྲ། གཞིར་བཞག་བྱས་ནས་དམ་ལ་ཡང་གསུམ་གྱི་སྒྲ་ཡི་ཁྱད་པར་དེ་དཔེ་མཚོན་ལ་བྱས་ཏེ་རྣམ་པ་ཚུན་ཆད་ངར་འབུར་བའི་འབའ་ཚུན་ཤེས་གི་ཡང་དེ་འབུར་བར་བྱེད་པ་ལ། ངའི་དེབ་ནང་ལ་ཡོད་པའི་པར་རིས་པར་རིས་གསུམ་དེ། ཆར་གནས་ཀྱི་ད་དམ་ལ་ཡང་གསུམ་རེད་ད་ཡང་དེ་ལ་ཆ་རྐྱེན་འདི་ཡོད་རེད་ད་ཡིན་ན་ཡང་རྐྱེན་དེ་གནས་སྐབས་དེ་རང་བཞག་ཤོག། དེ་རང་སྐྱེས་གྱི་གནས་སྐབས་བཤད་པའི་གནས་སྐབས་མིན་པ་ཡིན་ཙང་དེ་རང་བཞག་ཕྱོགས་གང་ལྟར་བྱ་ནུས་ལས་བྱུང་བས་ཅེས་བཤད་པ་དམ་པ་དང་ལྷོད་པ་ཡངས་བ་གསུམ་གཉིས་པོའི་བར་རིགས་གསུམ་འདི་ངའི་ཁ་པར་ནང་ལ་ལན་བཞག་ཡོད་པ་དེ་རྣམ་པ་གཙོ་བོའི་སྤྱན་སྔར་སྔོན་ལ་ཐོག་མར་བསྟན་འབུལ་རྒྱུ་ཡིན། འོ་ཡ་ད་དེ་ནས་གོང་དུ་རྣམ་པ་གཙོ་བོའི་སྤྱན་སྔར་པར་རིས་གསུམ་བཏང་བཞག་ཡོད་པ་དེ་རེད་དེ་ལ་ཞིག་གཟིགས་རོགས་ཞེས་ཞུ་རྒྱུ་ཡིན་ད་ལྟའི་གི་པར་རིས་དང་པོ་དེ་བྱ་ནི་ལས་བྱུང་བའི་ཤེས་པ་དམ་པ་ལས་བྱུང་བའི་བྱ་ནི་གྱི་ཤེས་པ་དམ་པ་ལས་བྱུང་བའི་སྐད་མི་དེ། གི་ནི་གི་སྐད་མི་དེ་གི་ཤེས་པ་སྤྱིར་ལྟར་ཤེས་པའི་གི་ཚུལ་དེ་དོན་གྱི་ཡོ་རེ་ད་དེ་གི་དཔེ་རེ་རེ་ཡིན་རྒྱུ། དེ་ནས་གཉིས་པ་དེ་བྱ་ནི་ལྟ་བ་ནི་ལྟ་བ་རང་ནས་བྱུང་བའི་གི་ཤེས་པ་ལྷོད་པའི་གི་ལྷོད་པའི་གི་ད་སྐད་མི་དེ། དེ་ད་ཁ་སོ་དེ་གི་དཔེ་རེ་རེ་སྐད་མི་དེ་གི་དཔེ་རེ་རེ་དེ་ནས་གསུམ་པ་དེ་ནི་ལྟ་བ་རང་གི་ཤེས་པ་ཡང་བའི་གི། ཨ་མི་དགོས་པའི་རིགས་བྲིས་པའི་ཁོར་ཡུག་ཡིན་པ་ལྟ་དེ་རྣམ་པ་ཚོ་ལ་ཕུལ་བ་ཡིན། འོ་དེ་ནས་ཡང་ད་ལྟ་ཞོར་འཕྲུལ་ཅིག་ལ་ངས་ད་གིན་ཅིག་བྱ་དགོས་བསམ་སོང་དེ་ད་བ་རང་བྱ་དགོས་བསམ་སོང་དེ་བྱ་རྒྱུ་ལྷག་བསྡད་འདུག་ད་གིན་དྲ་གྲོགས་ཁ་ལོ་བ་རེད་བ་ཁ་ལོ་བ་གིས་ངས། མཆུ་ལས་བྱུང་བ་དེ་དཔའ་རིས་ནང་ལ་དེས་ན་མཆུ་ཐུག་སྦྱང་འདུག་དེ་འདྲའི་བྱས་དུས་བརྩམས་པ་མཆུ་ཐུག་བ་ཡིན་ན་ནི་བར་མ་བར་འདས་ཀྱི་ནས་བྱུང་བའི་ཡི་གེ་གང་ཡང་རུང་བ་ཞིག་ཡིན་པས་ཁྱབ་ཟེར་ནས་ལབ་པ་ཡིན་གསུངས་སོང། ད་དེ་ཁག་ཡོག་ནི་མ་རེད་ཡི་གེ་རི་མོ་འབྲི་སྟངས་ཀྱི་ཐོག་ནས་མ་འགྲིག་བ་རེད་ཟེར་ནས་ཞུ་རྒྱུ་ཡིན་མཆུ་དང་ཐུག་མི་ཐུག་བས་མི་ཐུག་ཙམ་ཞིག་ལ་ཕར་ཆེར་བྲིས་ཡོད་པ་འདྲ། ང་རང་ཡིན་ན་དེ་འདྲའི་བཞིན་བསམ་བློ་འཆར་གི་ཡོད་དེ་ཡིན་ན་ཡང་ཁྱེད་རང་གིས་ཐུག་ཐུག་དང་ཡོད་པ་ཞིག་མཆུ་གཉིས་ཀ་ཐུག་དང་ཡོད་པ་ཞིག་དེ་འདྲ་ཞིག་གཟིགས་ཡོད་ན། དེ་ངས་ཐུགས་དང་ཡོད་པ་ཞིག་བྲིས་ཡག་འདོགས་པ་བྱུང་ཡོད་མ་རེད་ད། ཐུགས་མེད་པ་ཞིག་བྲིས་ཡོད་རེད་ད་དབྱངས་འདོན་པའི་སྐབས་སུ་འཁྱུད་མ་ཐུབ་པ་ཞིག་ངེས་པར་དུ་དགོས་གོ་རེད་གང་ཡིན་ཟེར་ན་དགྲ་འདུལ་འགོག་ཡོད་རེད། ཟེར་ནས་ཞུ་རྒྱུ་ཡིན། སྤྱིར་བཏང་ཡང་དབུགས་སྣ་ནང་ནས་བཏང་བ་ཡིན་ན་དགྲ་འདུལ་ཐུབ་ཡག་ཡོད་རེད་དེ་ཡིན་ན་ཡང་ད་ལྟའི་ཡང་ཧ་ར་གནས་ཚུལ་དམིགས་བསལ་ཞེ་དྲག་པ་ཞིག་ཞེ་དྲག་པ་ཞིག་ལ་ཕར་འགྲོ་གི་ཡོད་པ་ཡིན་ཙང། གནས་སྐབས་བཤད་ཀི་ཡོད། ཨ་ཡ་ད་ཅི་སྟེ་བརྩམས་པ་འོ་ན་ད་དེ་ག་རེ་རེད་ཟེར་ནས་དཔེ་རིས་དང་པོ་སྐབས་སུ། དཔེ་རིས་དང་པོ་དེ་ད་ང་ཚོ་བཀའ་མི་གསུམ་གྱི་ནང་ལོགས་ཀྱི་བཀའ་མི་གང་གི་དཔེ་རིས་རེད་ཟེར་ནས་ད་ག་འདྲི་གནང་ཡོང་དགོས་ད་གནང་དགོས་ཡ་ཞིག་རེད་རེད་བ། ཡོན་འདི་བརྩམས་པ་ག་འདྲི་གནང་བ་ཡིན་པ་ཡིན་ན་ད་དེ་བྱ་གི།

བྱ། ནའོ། དེ་ནི་དཔེ་རིས་གཉིས་པ་སྟེ། ད་ཤ། ད་བདེ་བ་ག་ཚོད་རེད་གོ་ད་ཤར་དེ་སྟེ། ད་བདེ་བ་གང་རེད་ན་དེ་མ་དྲན་ག་དོན་མི་ཤེས་གི་དོན་ན་ད་གང་ལྟར་ཤ་གི། འོ་རེད་ད་ཤ་གི་ཤ་དེ་ཤ་ཡིག་དེ་ངེས་འབྲེལ་མ་རེད་བཏང་ཡང་ཆོག་གོ། ཤ་གི། ད་དཔེ་རིས་རེད་ཤ་གི་དཔེ་རིས་རེད་ཤ་ཡིག་གི་དཔེ་རིས་རེད་ཤ་གི་སྒྲ་འདོན་སྟངས་དང། བདག་ཞག་གི་སྐབས་སུ་གནས་དང་བྲལ་བ་དང་མི་པ་དང་ཆོས་དང་ག་འདྲའི་སྡོད་ཀྱི་ཡོད་ན་དེ་སྡོད་དང་སྟེ། བདག་ཞག་ཟེར་བ་དེ་འདི་འདྲའི་ཞིག་ཡིན་ཁོ་རེད་ཟེར་བ་གི་དེ་ཞག་གི་དཔེ་རིས་རེད། བདག་ཞག་ཟེར་བ་དེ་ཡང་དེ་ད་ག་རང་རེད་ད་འུར་ཟིང་གི་ཞག་རེད། འོ་ཡ་དེ་ནས་ད་དཔེ་རིས་གསུམ་པ་དེ།

རྐང་ལ་ཐུག་ཡོད་མ་རེད་མ་ཐུག་བའི་མ་ཐུག་བའི་རྣམ་པ་ཞིག་བྲིས་ཡོད་པ་དེ་ད་ཡག་གི་སྒྲ་ཡོང་གི་ཡོད་པའི་རྣམ་པ་ཞིག་མཚོན་གི་ཡོད་རེད། ད་དེ་གར་ཟེར་གི་ཡོད་རེད་ཟེར་ན་ད་དེ་བྱ་འདོན་ས་གི་སྐྱེས་གི་ས་ཁུལ་དེ་ལ་ངས་སྐྱེས་སྟོད་སྐྱེས་སྟོད་སྐྱེས་སྟོད་སྐྱེས་སྟོད་སྐྱེས་ཀི་སྟོད་པའོ་རེད་སྐྱེས་ཀི་སྟོད་སྐྱེས་གི་སྐྱེས་པ་གི་སྟོད་ཟེར་བ་དེ་འདྲ་ཞིག་མང་དག་ཡོད་བསམ་སོང། བཟའ་སྤྱིར་སྐད་བཏོད་རེད་འདུག་གནས་འདིའི་སྐྱེས་ཐོག་དགོན་ས་ཁུལ་དེའི་མིང་ལ་སྤྱིར་སྐད་བཏོད་ཟེར་གྱི་མིང་བཏགས་ཀྱི་ཡོད་ཟེར་ནས་ཤོད་རྒྱུ་ཡིན་གོ། འོ་དེ་ཅི་རེད་བསམ་ན་སྤྱིར་སྐད་བཏོད་དེ་སྐད་འོ་ད་ཡང་སྐད་འགུལ་ངོ་དེ་ལ་མིང་བྱས་པར་འབུར་སྐད་ནང་ངོ་ཟེར་གྱི་རེད་ཕར་ཆེར་དེ་སྐད་དེ་ལ་ངས་འབུར་སྐད་ནང་ངོ་ཟེར་ནས་མིང་བཏགས་ཡོད་བསམ་སོང། འབུར་སྐད་ནང་ངོ་དེ་ངས་ད་ལྟ་རྣམ་པ་ཚོས་གོ་འདོད་འདི་ཡི་གེ་དང་ཡང་ཆོག་གོ། ད་ཡང་ངས་བསྐྱར་དུ་ཅིག་ཞུ་རྒྱག་ན་མར་དོ་ད་ཡག་པོ་ཅིག་གོ་རིམ་ཡག་པོ་ཅིག་འགྲིག་ག་མ་སོང་གོང་ད། ད་དོན་ནི་ནི། བྱ་ནི་ལས་བྱ་ནི་ཡིན་པའི་གི་ཡང་ན་བྱ་དེ་ལས་བྱུང་བའི་ཡི་གེ་རྣམས་འདོན་ཤེས་གི་ནི་དེ་ལ་ནི་ལ་ནི་ཆ་གཅིག་ཡོད་པ། བསྐྱེད་ཐོག་ནི་བསྐྱེད་ཐོག་གི་ས་ཆ་གོར་གོར་ཞིག་དང་སྐར་ངོ་གི་ས་ཆ་གོར་གོར་ཞིག་གཉིས་ཡོད་པ་དེ་གཉིས་ཀ་ལ་ཐ་སྙད་རེ་རེ་དག་ཡོད་པའི་ནང་ལོགས་ནས། བསྐྱེད་ཐོག་གི་ས་ཆ་གོར་གོར་དེའི་མིང་ལ་སྐྱེས་ཀྱི་སྟོད་དང་སྐར་ངོ་གི་ས་ཆ་གོར་གོར་དེའི་མིང་ལ། འབུར་གི་ནང་ངོ་ཟེར་ནས་མིང་བཏགས་ཡོད་ཟེར་ནས་ཞུ་རྒྱུ་ཡིན། འོ་ད་ཕྱི་དྲོའི་རྩམ་པ་ད་བསྐྱར་དུ་བཤུས་པ་ཡིན་ན་དེ་ནས་སྐྱེར་སྐེ་བཏོད་དེ་འབུར་ཁན་ནང་ངོས་ལ་དམ་དུ་ཐུག་པ་དང་ལྷོད་ཀྱིས་ཐུག་པ་དང་མ་ཐུག་པར་བསྙེམས་ཙམ་བྱས་པ་ཡང་ན་ཡང་བོར་ཐུག་པ་ཡང་བོར་ཐུག་པ་ཟེར་དུས་རྩམ་པ་མ་ཐུག་པ་ལ་གོ་གི་ཡོད་རེད་ད་ཡང་དེ་ཕྱི་དྲོའི་རྩམ་པ་ཡང་བོར་ཐུག་པ་ཟེར་ན་མ་ཐུག་པ་ལ་གོ་གི་ཡོད་ཟེར་རྒྱུ་ཡིན་གོ་ད་ཡང་ན་ཡང་བོར་ཐུག་པ་མ་ལབ་ན་ཡག་ས་རེད་ད་གང་དུ་བསྙེམས་ཙམ་བྱས་པ་དེ་ཕྱོགས་ལ་བསྙེམས་པ་དེ་ཕྱོགས་ལ་འགུར་ཙམ་བྱས་པ་འོ་དེ་གསུམ་གྱི་ཁྱད་པར་དེ་ལ་བརྟེན་ནས་བྱ། ཤ། ཡ་གསུམ་དུ་ཡོང་གི་ཡོད་རེད་ཟེར་ནས་ད་རྣམ་པ་ཚོ་ལ་ཅིག་སྟབས་བདེ་བོ་ཧ་ཅང་སྟབས་བདེ་བོ་ཅིག་ཡོང་ཡག་གི་ཆེད་དུ་དེ་འདྲའི་ཆིག་ཤོད་པ་ཡིན་འདི་གསུམ་དེ་ཁོ་ན་ང་ཚོ་བཀའ་མོལ་གསུམ་གྱི་ནང་ལོགས་ལ་ཡོད་པའི་གནས་གཅིག་ལས་བྱུང་བའི་གི་ཤེས་པ་དམ་ལུགས་ཀྱི་ཁྱད་པར་ཤོར་བའི་གི་སྒྲ་ཕན་ཚུན་ལ་འཇོག་རྒྱུ་ཡོད་པ་དེ་འདི་གསུམ་ཁོ་ན་རེད་བཞག་འདུག་གཞན་པ་འཇོག་རྒྱུ་མི་འདུག་ཁར་ཁར། ཡོད་ན་གར་གར་ལ་ལྷོད་པའི་སྒྲ་ཡོད་ན་ཡང་ཡང་བའི་སྒྲ་མེད་པ་དམ་པའི་སྒྲ་ཡོད་ན་ལྷོད་པའི་སྒྲ་མེད་པ་དེ་འདྲའི་རྐྱང་རྐྱང་ཆགས་ཡོང་གི་འདུག་ཞེས་པ་ལྟ་བུ་ལ་ཡང་གསུམ་གྱི་སྒྲ་གསུམ་ཀ་སྐབས་མི་གསུམ་གྱི་ནང་ལོགས་ལ་ཚང་དུ་ཡོད་པ་དེ་འདིའི་སྐབས་ཀྱི་སྒྲ་འདི་མ་གཏོགས་མི་འདུག། ཚང་དུ་ཡོད་པ་དེ་འདིའི་སྐབས་ཀྱི་སྒྲ་འདི་མ་གཏོགས་མི་འདུག་དེ་འདྲ་ཡིན་པ་ཡིན་ཙང་འདི་འདི་ལྟར་ངོ་སྤྲོད་བྱས་པ་ཡིན་ན་རྣམ་པ་ཚོ་ལ་ངོ་ཤེས་འཕྲོད་ཡག་རེ་བ་ཡོད་པ་དང་གཅིག་གསར་འོད་ཀྱིས་འབྱུང་ཡག་རེ་བ་ཡོད་པ་དེ་འདྲ་ཞིག་གི་ཐོག་ནས་ངས་ད་ལྕགས་སྣེ་འདི་བེད་སྤྱད་བྱས་ནས། ལྕགས་སྣེ་འདི་བེད་སྤྱད་བྱས་ནས། རྣམ་པ་ཚོ་ལ་ངོ་སྤྲོད་བྱེད་པའི་འབའ་ཚོན་བྱེད་དགོས་པའི་རྒྱུ་མཚན་མཐུན་འབྲེལ་ཡིན། ད་དེ་ལ་བརྟེན་ནས་ད་ཤེས་པ་དམ་པ་དང་ལྷོད་པ་གཡེང་བ་གསུམ་གྱི་སྐོར་དེ་ཤོད་ཟིན་ཡོད་པས་ད་རེ་བ་རྒྱག་གི་ཡོད་རྣམ་པ་ཚོ་ལ་གསལ་བོ་འདྲ་བྱུང་ཡོད་པས་རེ་བ་རྒྱག་གི་ཡོད། དེ་ནི་ད་ཞེས་པ་ཞེས་པའི་དབྱེ་སྒོ་གཉིས་པ་དེ་རེད། ཞེས་པའི་དབྱེ་སྒོ་གཉིས་པ་དེ་ཞེས་པ་སྔ་ཕྱི་གཉིས་སུ་དབྱེ་བ་ཟེར་བ་དེ་རེད། ད་ཞེས་པ་སྔ་ཕྱི་གཉིས་སུ་དབྱེ་བ་ཟེར་ཡོང་དུས་བརྩམས་པ་ད་པར་རིས་ཚང་མ་ལ་ད་པར་རིས་གཉིས་གཉིས་གཉིས་ཆ་ཆ་ཡོད་དགོས་འདུག་པ་གོང་དུ་ངས་པར་རིས་གསུམ་བཏང་ཡོད་པ་དེ་ལ་ཡང་པར་རིས་གཉིས་ཡོད་དགོས་འདུག་བ། ཀ་གཟུགས་ཀ་གཟུགས་དང་ཁ་གཟུགས། ཀ་གཟུགས་དང་ཁ་གཟུགས་དང་ཚང་མ་ལ་ཀ་རེ་ཀ་ཁ་རེ་ཡོང་གི་ཡོད་རེད་ཁར་ཁུར་ལ་ཁ་གསུམ་རེ་ཡོང་གི་ཡོད་དོ་ཅི་སྟེ་ཚོམ་བུ་དག་དང་དོད་དུ་གོང་དགོས་དེ་ལ་ནི་ཀ་གཅིག་དང་ཁ་གཅིག་ཡོང་གི་ཡོད་པ་དེ་དཔེ་རིས་ཀ་དེ་གའི་ཤེས་པ་སྟོད་དེ་མཚོན་གི་ཡོད་རེད་ཁ་དེ་གའི་ཤེས་པ་སྨད་དེ་མཚོན་གི་ཡོད་ཟེར་ནས་ཤོད་རྒྱུ་ཡིན། ད་འོ་ན་ཤེས་པ་སྟོད་ཟེར་བ་དེ་ག་རེ་རེད་ཟེར་བ་ཡིན་ན་ད་ད་ལྟ་བཤད་དེ་ཡས་བཤད་དང་བཤད་བཞིན་པའི་གི་སྤྱིར་གི་སྟོད་དེ་འབུར་གི་ནང་ངོས་ཀྱི་ཕྱོགས་སུ་འགུར་ནས་ཡི་གེ་ཀ་ངོས་ལ་ཐུག་གི་བར་དུ། ཞེས་པ་བསྟོད་ཟེར་གྱི་ཡོད། ད་དེ་འདྲ་བའི་ཞེས་པ་བསྟོད་དེ་རྟགས་ག་དུས་ཅིག་ལ་ཡོང་ཁུལ་རེད་དེ་འདྲ་བའི་ཞེས་པ་བསྟོད་དེ་བེད་སྤྱོད་བྱེད་པའི་ཞེས་པ་བསྟོད་དེ་བེད་སྤྱོད་བྱེད་པ་ལ་ཞེས་པ་གང་ཞིག་ལ་ཞེས་པ་སྔར་མ་ཤི་བའི་དུས་སྐབས་དེ་འདྲ་ཡོད་རེད་ཟེར་བ་ཡིན་ན་ད་ཡོད་རེད། ད་རྗེས་འཇུག་དུས་སུ་སྐབས་སུ་ཞེས་པ་བསྟོད་བར་དུ་བེད་སྤྱོད་བྱེད་ཀྱི་རེད་དེ་ཡིན་ན་ཞེས་པ་སྔར་ཡོང་གི་འཇུག་གི་མ་རེད་ཟེར་བ་སྔར་མ་ཤི་བར་ཞེས་པ་བསྟོད་ཕྱེད་ཀ་ཕྱེད་ཀ་བསྟོད་མ་གཏོགས་མ་ཤི་བ་ཡིན་ན་རྗེས་འཇུག་ཆགས་འགྲོ་གི་ཡོད་རེད་སྔོན་ལ། སྔོན་ལ་ཡི་གེ་གཅིག་ཡོད་དགོས་མང་ཤོས་གཅིག་ཡོད་དགོས་ཀྱི་རེད་མ་གཏོགས་སྒྲ་ཡང་སྟོན་ཐུབ་ཀྱི་མ་རེད་སྔོན་ལ་མང་ཤོས་གཅིག་ཡོད་པ་ཡིན་ན། ད་དེ་རྗེས་འཇུག་ཆ་མེད་པ་ཡིན་ཙང་ཡང་ཕྱིར་ག་དེའི་ནང་ལ་འགྲོ་གི་ཡིན་ད། རྣམ་པ་ཚོ་ལ་ཡང་དངུལ་འཕྲོད་ཡག་གི་ཆེད་དུ། དཔེར་ན་ད་བྱ་བྱ་ག་བཞག་ཆག་འདྲ་པོ་ཚོ་བྱ་ལ་ཆ་མཚོན་པ་ཡིན་ན་ནི་ད་ངན་ལ་བྱ་ཟེར་བའི་ཡི་གེ་སྒྲ་དེ་ག་ནང་ནས་འདོན་ཐུབ་འདོན་ཚར་བ་དགོས་ཀྱི་ཡོད་རེད། བྱ་ཟེར་བའི་སྒྲ་དེ་ངན་ལ་ཁ་ནང་ནས་འདོན་དགོས་ཡོད་རེད། དེ་ནས་ད་དེ་ལ་རྗེས་འཇུག་བཀའ་རྒྱ་དབང་དུ་བརྩམས་པ་ད་གར་ནི་གར་ནི་ལྕེ་ཐོག་ན་ཡོད་པའི་ནག་ཐིག་གོར་པོར་གཉིས་པ་དེ་རེད། ཨོ་ཡ་ད་དཔེར་ན་གང་ནི་ལ་མཚོན་པ་ཡིན་ན། དེ་ནི་ད་ས་ཁུར་གཉིས་ཡོད་ར་བ་ཀང་ལྕེ་གི་ཐོག་ན་ས་ཁུར་ཞིག་དང་ཀང་གི་ངོ་ལ་ས་ཁུར་ཞིག་ཡོད་པ་ཡིན་ཙང་ལྕེ་གི་ཐོག་གི་ས་ཁུར་དེའི་མིང་ལ་ལྕེར་མེད་ཟེར་ནས་མིང་བཏགས་ཡོད། ཀང་གི་ཐོག་གི་ས་ཁུར་དེའི་མིང་ལ་ནེམ་སྐན་ཟེར་ནས་མིང་བཏགས་ཡོད། ད་ནེམ་ནེམ་འདྲ་བ་ཞིག་ཡོད་པ་ཀན་ཞིག་ཡོད་པ་དེ་ལ་ཐུག་ནི་ང་ག་གི་སྒྲ།

དམ་པའི་སྒྲ་ཡིན་པ་ཡིན་ཙང་སྤྱིར་མི་དེ་ནེམ་མཁའ་ལ་གཏུགས་དགོས་ཀྱི་ཡོད་རེད་གཏུགས་ཚར་ན་འགྲིག་བ་རེད་གཏུགས་ཚར་ན་དེ་གའི་བྱ་བ་རྫོགས་བ་རེད། ཕྱིར་བསྐྱེལ་རྒྱུ་ཡང་མ་རེད་ཟེར་ནས་ཤོད་རྒྱུ་ཡིན། ཐུགས་ཀྱི་ལས་བརྩམས་པ་དག། ཅག། ཟེར་ནས་ཅག་བཞག་ཅག། ཅག། ཅག།

དེ་ནས་ད་རྗེས་འཇུག་ཆགས་ཀྱི་མ་རེད་དེ་ནས་བྱ་དང་ག་གཉིས་ཀྱི་བར་ལ་ཚགས་སླེབས་ཡོང་སླེབས་སོང་བ་ལྟ་བུ་ཞིག་ཆགས་ཡོད་རེད་ག་དེ་རང་སོ་ལགས་ཀྱིས་ཆགས་འགྲོ་གི་ཡོད་རེད་ག་ལ་སྲོག་ཤི་དགོས་བ་རེད་ག་ལ་གཡང་ཤི་དགོས་བ་རེད་ག་ལ་ག་གི་དགྲ་ངོ་ནོན་གྱི་ཡོད་རེད་རང་ཐུགས་རང་སྐྱ་བ་ངོ་ཡོང་གི་ཡོད་རེད་དེ་འདྲ་ཡིན་པའི་རྩ་མ་རྗེས་འཇུག་ཆགས་ཀྱི་ཡོད་མ་རེད།